གཟུགས་ན་ལྟ་བ་ཐམས་ཅད་སྤངས་པའི་ཕྱིར་དམ་པའི་ཆོས་ནི་སྟོན་པར་སྒོ་བསྡམ་དེ་ལ་ཕྱག་འཚལ་ལོ། ད་སྔ་དང་སུ་ཞིག་ཡང་ཨི་ཀ། ཆོས་དང་འབྲེལ་བའི་ཡ་ཨི་ཀ་ང་དང་དམ་གླིང་གི་ཆོས་སྒྲོས་ཡ་ལེགས་བྱ་གཅིག་དང་ནང་ཡ་ཆོས་ཤིག་བྱ་དེ་ནང་སྒོ་གི་ཀ་ང་དང་གང་གི་ཐུགས་སྲས་ཉེར་བཟུང་ན། ལྟ་བ་ཐམས་ཅད་སྤངས་པའི་ཕྱིར། དམ་པའི་ཆོས་ནི་སྟོན་མཛད་པའི་སྒོས་དམ་དེ་ལ་ཕྱག་འཚལ་ལོ། ཟེར་ཏེ་བཞུགས་པ་མི་རིགས་འོད་དང་དབྱེ་བ་ཡིན་ཅེས་སོ། ང་དང་བདག་ཅག་གི་སྟོན་པ། ང་དང་ཚངས་པའི་སྐྱབས་གནས། སྟོན་པ། ང་དང་ཚངས་པའི་ལམ་སྟོན། སྟོན་པ། ཕྱག་འཚལ་བསྟེན་ནོ། གང་གིས་ཐུགས་སྲས་ངེས་བཟུང་ཟིན་ན་གང་གིས་མཛད་ན་ཁོང་ཡིན། ཐུགས་ཉེ་བར་བརྩེ་བ་བཟུང་ཟེར་དང་སངས་རྒྱས་ཚེ་སྐྱེས་བཞུགས་ན་སྒོ་མ་ནས་ཁོ་རང་མ་ནས་དང་པོ་ནས་མ་ནས་བྱང་ཆུབ་མཆོག་ཏུ་སེམས་སྐྱ་ཟེར་ན་སྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས་ཟ་ནས་མིག་ཡུལ་པོ་བསུ་བ་མིག་བསྐགས་ཟེར་ན་ང་དང་འགྲོ་བ་རིགས་དྲུག་སེམས་ཅན་ལ་མིག་བསྐགས་པ་ལ། འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་སྐྱེས་ཟེར་ན་ནང་པའི་སངས་རྒྱས་ཚེ་བཅོམ་ལྡན་འདས་སའི་ལུགས་ལ་རང་ཟེར་ཀ་ནི་རང་མདོ་སྡེའི་ཆོས་སྨྲ་ན་མེད་བསྐགས་ལ། ངས་ཆོས་ཤིག་བྱོས། ཅི་བྱས་ནས་ཨ་ཟེར་ན་ཅི་བྱེད་ཡོད་དྲིས་ན། ད་ཅེས་ཟེར་ནས་ཡིད་པ་ངེས་ཀྱང། མ་ནི་ཁོང་ཟེར་ཕོ་སང་ཉའི་ར་ལྡན་ཆོ་ག་ནི་ད་ཁོང་བ་དེས་ཕུལ། ཁོང་བ་དེས་མི་གུས་སྦུ་ཁུར་ཏེ་བདེན་པ་ཡི་ག་ཁོང་བ་ཚོགས་པའི་ངེད་ཅག་ཡིག་ཟམ་བཀའ་དྲིན་རྫ་བསྟན་ནོ་བ་ལ་དེ་བས་ཞབས་སྟེར་དེ་ནས་མིང་ཨུན་ཞུས་ཏེ་ཁྱོད་སྟེ་བླ་མ་དགེ་བཤེས་རྫ་བསྟན་སྣ་ཚོགས་ལ་ཁ་སྤ་སུ་ཞིག་ཡོད་ན་ཁྱོད་སྟེ་ངེད་ཅག་ཆོས་སྲིད་ངོ་སྤྲོད། རྫ་བཅུ་བ་ནོ། དེའོ་གསུངས་པ་དང་ལྡན་པ་སྒོ་མེ་ཀ་ང་དང་ཨ་མ་ནི་མཁན་དགོས་ལས་ང་དང་ཁྱོད་སྟོན་པ་སུན། ཅེས་ཟེར་ནས་འཛམ་བུའི་གླིང་ན་ཆོས་ལུགས་སྣ་ཚོགས་འདྲ་མི་འདྲ་ཡོད་དཀའ་ནི་ཡིན་ནོ། ཆོས་ལུགས་ཆེན་མོ་མ་ནི་ཁོ་རང་ཁ་ཅིག་ཐལ་དང་ན་དེ་བས་ན་དང་པོ་ཡིན་ནོ་ཧིན་དུ། ཧིན་དུའི་ཆོས་གཟུགས། བསྐལ་པ་དེ་ནི་ང་དང་མི་སྲིད་པར་བཞི་བ་ནོ། ཅེས་ཟེར་ན། ང་དེའི་ལྟ་བ་རྣམས་མ་མཐུན་པར་ལྟ་བ་ལོག་པར་ཡོད་པར་སངས་ཏེ་བ་རྣམས་མུ་སྟེགས་པ་དེ་སྟེ་བརྒྱད་དང་ནོ། དེའི་སྟེང་ནས་དེ་ནི་ཡེ་ཤུའི་ནོ། ཀྱི་སྤྱན། ད་ལྟའི་བའང་དེ་ནི་མ་ནི་ཆོས་གཟུགས་པ་སོ་སོའི་ནོ། དེའི་སྟེང་མ་ནི་དེ་ནི་ཨི་སི་ལམ་མིན་ནོ། ང་དང་མུ་སུལ་མན་ནོ། ད་ཅེས་ཟེར་ན་དེའི་ཆོས་གཟུགས་ཆེན་མོའང་ཅེར་ཙི་ཀ་ནས་ནོ་ཟེར་ན་འཇིག་རྟེན་བསྐྱེད་པ་པོ་བ།

དེ་ནས་སྤྱིའི་ཁ་ལེན་ཆོས་བཀའ་ཟེར་ན Raj Gujars། དེ་ནས Raj Gujars ཟེར་ས་དང་ད་ཆོས་བཀའ་འདི་སུ་འགྱུར་ང་དང་རང་ན་རང་མ་འགྱུར་ར་ལས། བདེ་བ་ཅན་ལ་ཆེ་བཙལ་གནང་ཡིན་ནོག་ལས་ཐར་པ་ཐོབ་བས་བཙལ་གནང་ཡིན་ནོག་ལས་དམ་བཅའ་མཁྱེན་པའི་གོ་འཕང་ཐོབ་བས་བཙལ་གནང་ཡིན་ནོག་ད་ཁོ་རོན་ན་ཁོ་རང་བདེ་འགྲོ་ཐོབ་བས་བཙལ་གནང་གཏེ་བོ་སྤྱི་བོ་ཚང་མ་ང་དང་རང་ཆོས་ཆེ་སི་ཁ་རག་ལ་ཟེར་ནོག་ལས་ང་དང་རང་ལ་རྒྱུད་བཟང་པོ་ཞིག་བསགས་ན་གཏེ་བའི་སྒྲ་བཞི་པོ་བདེ་བ་ཡོངས་ཆེ་སོ་ཐག་ཆོད་པ་ནོག། ལ་བྱ་རྒྱུ་ར་ནི་རྒྱུ་ངན་པ་ཞིག་བསགས་ན། དེ་ནས་དེ་བས་ཀ་རེ་བ་བོ་རེ་རྒྱ་ལ་ཡོང་ཆེད་སུ་ཡོང་ཆེད་ཡེ་ནས་མི་ལོག་པ་ཉན། ང་དང་ཚང་མ་ས་སོ་ནམ་བ་སེན་ཀན་སྐྱང་ནོག་ལེ། ན། ཡང་མ་རྒྱ་ལེགས་བཏབ་ན་རྒྱུ། ས་བོན་འབུར་ན་ཡང་མ་རྒྱ་ལེགས་བཏབ་ན་སྒྲ་སྦུག་ཡང་མེག་ཡོང་བ་མི་རུ་བ། ད་སྒྲ་སྦུག་རྒྱུ་ཁོ་རང་སོ་ཞིག་བཙོ་སེ་བཏབ་སྟེ་ད་ཡང་མ་ཡོང་ཆེད་སུ་རེ་བ་བོར་ན་ཡང་མ་ཡོང་འདུག་བ་ཡོང་བ་མེ་ནོག་པ་རེད། ཅེས་ཟེར་ན་རྒྱུ་བོ་སོ་བ་བཏབ་ཚར་པ་སོགས་ལ་བཟླས་བུ་བོ་དེ་ནས་སོ་བ་མེད་ན་དབྱུང་རྒྱུ་མེད་པས་ནོ། དེ་བས་གསུངས་པ་ས་ལ་བཟང་ང་ནི་ཀ་རག་ལ་སུ་ཀ་ད་ཡུ་མ་མ་ནི་སངས་རྒྱ་བཅོམ་ལྡན་འདས་སུ་ཡོད་ན་མེད་ན་བ་ནོ། ད་ལ་བཟང་པོ་སྤྱོད་བྱེད་ལ་ཐབས་སུ་དེ་ནི་སྣ་ཚོགས་ས་འདིར་ཀ་ད་མ་ནི་མ་ནི་རང་ཨ་རང་ཨ་གང་ཤོག་གི་ནོ། མ་ནི་མ་ནི་བརྒྱ་སྤ་བྱེ་སྤ་ཆོས་མཛད་ན་མ་ནི་ཚེ་གཅིག་ལུས་གཅིག་ལ་སངས་རྒྱ་བྱེད་ཀྱི་ཐབས་ལམ་ཡོད་དཀའ། དེ་མིན་བ་མ་ནས་དག་མ་ནས་ཅང་མཉན་ཆས་མི་རུག་མ་ནས་ངག་མ་ནས་པད་ཁོ་རང་བདེ་འགྲོ་ཐོབ་བྱས་སི་ཐབས་ཤིག་ངེས་བ་དིན་བསམ་བས་ན་བདེ་འགྲོ་ཐོབ་བྱས་ནོ། དག་བདེ་འགྲོ་གཅིག་པའི་དི་ག་མི་རུག་འཁོར་བས་ན་སྡུག་བསྔལ་མི་ནས་མི་རུག་དེ་སང་ཐ་ཐར་ཐད་ཐར་པ་ཐོབ་བྱས་སི་ཐབས་ཤིག་ཡ་བ་དོག་ཟིན་ན་ཐར་པ་ཐོབ་བྱས་སི་ཐབས་ལམ་ཡོད་དེ་ནོ། དག་དེའང་མེད་པ་སང་མ་གྱུར་ད་དང་ངན་པའི་སེམས་ཅང་དུ་ཚང་མ་མ་ནས་འཁོར་བ་དང་ངན་སོང་བ་ན་སྡུག་བསྔལ་མྱོང་བ་འདུག་དེའི་ཚང་མ་དེ་འཁོར་བ་དང་ངན་སོང་བའི་འགྲུག་བསྔལ་ལས་སྒྲོལ་བྱས་སི་ཕི་ཡ། ངག་ཐམས་ཅད་མཁྱེན་པའི་གོ་འཕང་སངས།